ལྷོ་མཚམས་དང་པོ་ཤོག་བྱ་སྤར་བ་གཟའ་ཉི་མའི་ཞོགས་པར་ནམ་མཁའ་དྭངས་ཤིང་གསལ་ལ་ཉི་འོད་དཀྲོགས་ཤིང་འཇམ་ང་དང་ཕུ་བོས་ཨ་ཁས་ང་ཚོར་རོགས་བྱས་ཏེ་བཟོས་པའི་ཤོག་བྱ་ཁྱེར་ནས་དགའ་དགའ་སྤྲོ་སྤྲོའི་ངང་ནས་རྩལ་སྦྱང་ཐང་དུ་སོང། རྩལ་སྦྱང་ཐང་ན་ཤོག་བྱ་སྤར་མཁན་ཧ་ཅང་མང། ཁོ་ཚོ་མི་གཉིས་སམ་གསུམ་རེ་བསྐོར་རེས་བྱས་ཏེ་ལ་ལས་ཤོག་བྱ་གནམ་ལ་སྤར་ཟིན་པ་དང། ལ་ལས་སྤུས་གྲུབ་བྱེད་བཞིན་ཡོད། ཤོག་བྱ་ཁ་དོག་དང་དབྱིབས་སྣ་ཚོགས་ཡོད་དེ། བྱ་རྒོད་དང་མེ་བཙོ། འབུ་སྟབས་ལ། ཁྲུང་ཁྲུང་དཀར་མོ་སོགས་ཧ་ཅང་མང། ཡིན་ནའང་འབུ་བླ་ནའི་དབྱིབས་ཀྱི་ཤོག་བྱ་གཅིག་ཀྱང་མེད་པས། ངེས་པར་ངེད་གཉིས་ཀྱིས་འབུ་བླ་ནི་མྱུར་དུ་གནམ་ལ་སྤར་དང་ཞེས་བཤད། ཕུ་བོས་ང་ལ་འབུ་བླ་ནི་གྲང་མོར་འདག་ས་བཅུག་རྗེས། ཁོས་སྐུད་པ་གཏོང་ཞོར་དང་འཐེན་ཞོར་དུ་སྔོན་ལ་གཞིགས་པ་དང། ཁོས་ཐུང་ཞིག་བཤད་མ་ཐག་ཏུ་ངའི་ལག་པ་ལྷོད་པ་ན། ང་ཚོའི་འབུབས་ལ་ནི་གྲང་མོར་གནམ་ལ་འཕར་སོང། དེའི་གཤོག་པ་ཆེན་པོ་གཉིས་དལ་གྱིས་བསྡད་པ་དང། མིག་གཉིས་ཀེམ་ཀེམ་དུ་འགུལ་བཞིན་འདུག། སྐབས་དེར་ནུབ་ཕྱོགས་ནས་གནམ་གྲུ་ཞིག་ཚུར་ལ་འཕུར་ནས་ཡོང། ཨ་ལ་ལ། ངའི་སྣང་བ་ལ་ང་ཚོའི་འབུ་བླ་ནི་འཕུར་བ་གནམ་གྲུ་ལས་ཀྱང་མཐོ། ངའི་དགའ་སྤྲོའི་ངང་ནས་ཐལ་མོ་རྡེབ་བཞིན། འབུ་བླ་ནི་འཕུར་བ་གནམ་གྲུ་ལས་ཀྱང་མཐོ། གནམ་གྲུ་ལས་ཀྱང་མཐོ་ཞེས་སྐད་བརྒྱབ། དུས་དེར་ཕྱིའི་ཨི་འགའ་འཕུར་ནས་ཡོང་སྟེ། འབུབས་ལ་ནས་མཐའ་བསྐོར་ཏེ་ཅི་རི་རི་གྲགས་པ་དང། དེའི་རྣམ་འགྱུར་ལ་བལྟས་ན་དེ་ཚོས་ཧ་ལས་པའི་ངང་ནས། ཁྱོད་གང་ནས་འཕུར་ཡོང་བ་ཡིན། ངོ་མ་འཛུལ་བ་ལའང། ཞེས་ཡ་མཚན་པའི་ངང་ནས་གླེང་མོལ་བྱེད་པ་དང་འདྲ། དུས་མཚམས་སུ་ནུབ་ཕྱོགས་ནས་ཞོགས་པ་དམར་སེར་གྱི་ཐོག་ལ་ཐིག་ལེ་བཀྲ་བའི་ཤོག་བྱ་བྱེ་མ་ལོ་ཆེན་པོ་ཞིག་གིས་ཞོགས་པ་དེ་བཞིན་དལ་མོར་ཡར་འཕར་བ་མཐོང། ནམ་མཁར་ཤོག་བྱ་ཇེ་མང་དང་ཇེ་མང་དུ་སོང་བ་དང་ལྟད་མོ་ཧ་ཅང་མང། སྦྲང་མ་སེར་པོ་ཞིག་གིས་ལྗང་མདོག་གི་ཤོག་ཟུང་བཅིངས་ཏེ་འཕུར་ལྡིང་བྱེད་པ་ནི་སྦྲང་མ་མེ་ཏོག་གི་ཚལ་དུ་ལྡིང་བ་དང་འདྲ། སེར་ཉྭ་དེས་ཕྱི་ནང་དུ་མཆིན་འདྲེས་བྱེད་པ་ལྟར་རྔ་མ་ཕག་ཡོད་ཚུར་ཡོད་བྱེད་བཞིན་མཁའ་ལ་ལྡིང། དབུ་ལ་ཆེམ་ཆེམ་དུ་འཕྲོ་བའི་འཁོར་སྐར་ཆུང་ཆུང་དེ་གནམ་ཐང་བསྐྱོད་བཞིན་འདུག། བར་སྣང་དུ་ཁ་དོག་སྣ་ཚོགས་ཀྱི་ཤོག་བྱ་རླུང་གིས་བསྐྱོད་བཞིན་ལིང་ལིང་དུ་གཡོ་བ་དང། སྔོ་སང་སང་གི་ནམ་མཁའ་རུ་ཚོན་མདངས་ལྷག་པར་གསལ་ཞིང་མིག་ལ་མཛེས་སོ། སློབ་ཚན་དང་པོའི་ཐ་སྙད། ཤོག་བྱ། ཤོག་བྱ། སྤུར། སྤུར། རྟ་བླ། རྟ་བླ། ལ་ལ། ལ་ལ། བྲབ། བྲབ། ལྷོད་པ། ལྷོད་པ། ཐལ་མོ། ཐལ་མོ།